ལྷ་མོ་སྐེ་རྟ་ཀའི་ཚོགས་ནས་བཞུགས་པའི་རྣམ་པ་ལྷན་སྐྱེས་ལས་མཚམས་རེ་ཤི་བ་དང་སྦྲགས་ནས་གོང་ལས་སྤར་རེ་གཉིས་ཕུལ་བཞིན་ཡོད། ཕར་ཆེར་གཅིག་གིས་ཧ་གོ་ཡོད་རྒྱུ་རེད། ཁ་སང་རྒྱ་གར་ཞང་ཞུང Uttarakhand མངའ་སྡེ་གི་ནང་ལོགས་ལས་རང་གཞུང་གི་གནོད་འཚེ་ཚབས་ཆེན་པོ་ཅིག་བྱུང་ནས་དེ་གི་པར་དང་རྙིང་དང་མང་པོ་ཅིག་མིག་གིས་བལྟ་མི་བཟོད་པ་དེ་འདྲས། ག་ས་ག་ལས་བཏང་བསྡད་འདུག་ང་ལ་པར་དང་པོ་དེ་དེ་རེད་གཉིས་པ་དེ་ཨོ་ཏོ་ར་ཁ་མངའ་སྡེའི་ནང་ལོགས་ཀྱི་སྲིད་འཛིན་ས་ཁོངས་ཀྱི་དབྱེ་བའི་རིམ་པ་གསར་འཕྲོས་འདྲ་བོ་བྱས་རེད་འདུག་དེ་དང་འབྲེལ་ནས་ངས་ག་རེ་ཤོད་དགོས་སམ་ཟེར་ན།

དེ་ནས་དྲི་འཐོར་བ་དང་དྲི་ར་བ་དང་དྲི་ར་བ་དང། དེ་ནས་ཆུ་ཐོག་བརྒྱབ་པ་དང་ཆུ་ཆོག་བརྒྱབ་པ་ཟེར་ཡ་འདྲ་ཧོ། ད་ག་རེ་དགའ་མིན་གྱི་ཐོག་ལས་སྐད་ཆ་ཞིག་འགྲོ་བསྡད་ཀྱི་འདུག་དེ་དང་འབྲེལ་ནས་སོ་སོའི་བསམ་ཚུལ་ཅིག་ཞུ་དགོས་བསམ། དེ་མ་གཡོལ་སྔོན་ལོས། ཨོ་ད་ར་གནའ་དེབ་ཁོ་རང་གི་གནས་སྟངས་འདྲ་བ་ཤེས་དང་ཡང་སྒོས་དེ་གི་ནང་ལོག་ལས་ཨེ་ང་ཚོ་བོད་ནས་ཆས་པའི་ཤ་ཁྲག་རུས་སོགས་བོད་ནས་ཆས་པའི་བོད་རིགས་ཟེར་ན་འགྲིག་ཡོད་རྒྱུ་རེད་ད་ཁོ་རང་གི་གནའ་དེབ་གི་ནང་ལོག་ལས་ན་བོ་ཏི་ཡ་ཟེར་བ་དེ་ཚོ་གི་གནས་སྟངས་དང་འབྲེལ་ནས་ཨེ་ཚེ་ཁ་ཤས་ཀྱི་ཞུ་གོ་བསམ་སོང། ཤི་དང་གི་ཨོ་ཏི་ར་ཁམ་ཟེར་ཡ་དེ་ད་རྒྱ་གར་གྱི་མངའ་སྡེ་ཅེས་བྱ་དེ་ཡོད་རེད་དེ་མངའ་སྡེ་བ་ཅེས་གསར་པ་འདྲ་བོ་ཅིག་རྒྱ་གར་གྱི་མངའ་སྡེ་ཉེ་ཤི་རྩ་བདུན་པ་དེས་བརྩི་གི་ཡོད་རེད། མངའ་སྡེ་ཁོ་རང་གི་གནས་སྟངས་འདྲ་བོ་དེ་ཤི་བ་ཡིན་ན་ཤི་ཐང་གི་རང་གཞུང་གི་ཡ་མཚན་པའི་གནས་དང་ནི་དངུལ་གྱི་གཏམ་རྒྱུད་མང་པོ་ཡོད་དེ་བ། ཆོས་ལུགས་མང་པོ་བཅས་ཀྱི་གནས་ཡིག་མང་པོ་ཡོད་བསྡད་པ། དེ་ཚོ་ཚང་མ་ཚོ་མཉམ་དུ་བསྡུས་ནས་གྲོགས་བསྡད་པའི་བཟོ་འདྲ་ཅིག་ཡིན་སྲིད། དེ་ག་ནང་གི་རྒྱ་གར་གྱི་ཁྱོ་གྲ་ཅིག་ག་འགའ་དང་ཡ་མི་ན་དང་དེ་ཚོ་གི་མགོ་ཁུངས་དེ་ཡང་ས་ཆ་ང་འདི་འདི་ལ་གཏུགས་ཡོད་རེད།

འདི་འདྲའི་གི་ཨི་ད་ང་དེ་ཁྲི་མོ་མ་ཡིན་པ་འདྲ་བ་ཅིག་དེ་ནས་ཁོ་རང་གི་ས་མཚང་གི་དབང་དུ་ཤི་བ་ཡིན་ན་ནོག་དབེ་མ་ཀྱར་ཞང་མངའ་རིས་ཤ་བ་ཡོས་ལོ་ཨོ་དར་པ་དིས་མངའ་དེ་ཁོ་རང་གི་ཤི་ཡི་རྒྱ་ཁྱོན་དེ་ཤི་རི་གྲོས་ཁྱེད་མ་ཁྲི་མངའ་ལྷ་ཚ་ཅིག། དེ་ནས་མངའ་སྡེ་ཁོ་རང་གི་མདོག་དེ་ཆ་མཚོན་པ་ཡིན་ན་རྒྱ་ལག་གི་མངའ་སྡེ་ནང་ལོགས་ནས་ད་རྒྱང་ཐོག་ཆེ་ཤོས་ལྗོན་ཤིང་དང་རྩི་ཤིང་མང་ཤོས་ཀྱི་ལག་ཡོར་བ་རྒྱང་ཐོག་ཆེ་ཤོས་ཀྱི་མངའ་སྡེ་བཅུ་ཡོད་པའི་ནང་ལོགས་ནས་ཨང་དྲུག་པ་དེ་ཡིན་སྲིད། ད་ཨོ་ཏི་ར་ཁ་མངའ་སྡེ་དེ་ལས་རྩ་བའི་གི་སྲིད་འཛིན་གྱི་ས་ཁོངས་དབྱེ་བ་ཆེས་འདྲ་བ་གཉིས་འདུག་བགེགས་དེ་དགའ་བར་དང་ནི་བགེགས་དེ་ཀུན་སྨོན་ཟེར་ནས་ཁྱེད་འདྲ་བོ་ཅི་ག་གཉིས་ཤིག་ཡོད་རེད་ནི་དེ་གི་འོག་ལ་བསད་གི་མ་རེད་ད་དེ་གཉིས་ཀྱི་ཆ་ཤས་ལ་ནི་རྫོང་བཅུག་སོང་ད་ལྟ་ས་ར་དེ་གི་ཁྲ་ར་བག་ཁྲ་ན་བ་དེ་ཚོ་དེ་རྫོང་གི་དབྱེ་བ་དེ་རེད་ཤག་ང་དེ་ཁོ་རང་གི་མི་འབོར་དེ་བྱེ་བ་ཡིན་ན་ས་རྒྱུག་ཀྱིག་ཚར་གྱི་ཡོད་རེད། བོད་ཆོལ་ཁ་སོགས་ནས་མང་པོ་ཡོད་རེད། རྒྱ་གར་གྲོས་ཚོགས་ནང་ལོགས་ལ་གྲོས་ཚོགས་འོག་མ་ལས་གདན་ཐོབ་ལྔ་དང་གོང་མ་ལས་གསུམ། ཁོ་རང་མངའ་སྡེ་གི་རྒྱལ་ས་དེ་ནས་ཕྱི་ཐང་གི་ཁྲིམས་ཁང་གི་ལྟེ་གནས་དང་སྲིད་འཛིན་སྲིད་སྐྱོང་གི་ལྟེ་གནས་དང་འཛིན་སྐྱོང་གི་སེང་མོ་རེད་མང་པོ་འདུག་དེ་གཙོ་བོ་འདྲ་བ་དེ་རྡེ་ར་རྡུན་བརྩེགས་འདུག་བ། མངའ་སྡེ་འདི་གའི་ལོ་རྒྱུས་ཀྱི་ཐོག་ནས་མ་བལྟས་ཡང་ཡིན་ན་ཕྱི་ཐང་གི་ད་གནའ་དུས་ཡར་ཤི་བ་སོང་བ་ཡིན་ན་དེང་སང་ནང་གི་མངའ་ཁོངས་རྒྱལ་སྤྱིའི་ས་མཚམས་དེ་འདྲའི་ཁྲ་ཁྲ་ཁྲིག་ཁྲིག་དེ་འདྲའི་སྐད་ཡོད་མ་རེད་བ། རྒྱ་ཁག་གི་རྒྱལ་རབས་ཆེ་དེ་ཚོའི་སྐབས་སུ་རྒྱ་ཁག་གི་དབང་བཞུར་དང་རྦད་དེ་དབང་བཞུར་མ་བྱས་ན་ཡང་ཁོ་དེ་གའི་ཤུགས་རྐྱེན་ཆེན་པོ་སླེབས་བསྡད་བ། ལ་ནག་རྒྱལ་བོད་ཀྱི་ཞང་ཞུང་རྟ་མངའ་རིས་ཀྱི་འདམ་རའི་ཆ་དེ་ཡོད་རེད་བ། དེ་འདྲའི་སྐབས་སུ་ཡིན་ན་རེད་བོད་བཙན་པོའི་སྐབས་སུ་མུ་ནེ་ཡང་བོད་བཙན་པོའི་དབང་བཞུར་དང་ཤུགས་རྐྱེན་ཆེན་པོ་ཡོད་བསྡད་བ། ད་ལྟ་ཁོ་ཚོའི་གི་ནང་ལོག་ལ་ད་འབོ་དྲི་ཡ་སེ་དེ་ཚོ་སྐད་པར་ཆེ་བ་ཞང་ཞུང་གི་སྐད་རྙིང་པ་དེ་འདྲས་དཔེ་བཤུ་བཏང་གི་འདུག་ཟེར་གི་རེད་བ། ཨ་དེ་ཚོ་གི་ཨེ་ད་ཧ་གོ་ཐུབ་ཡ་འདྲ་བོ་ཅིག་མ་རེད་དེ་ནས་བོད་སིལ་བུའི་གནས་སྐབས་སུ་ཨ་མ་རི་ཀོ་གསུམ་གི་ཆོས་རྒྱུད་དེ་ཚོ་གི་ཡང་དབང་བཞུར་དང་ཤུགས་རྐྱེན་ཆེན་པོ་ལོས་ཡོད་བ་ལྷག་པར་དུ་ཨ་ཡ་ཚེ་རྒྱ་བོ་བོད་བཙན་པོའི་གདུང་རྒྱུད་ད་ཡ་ཚེ་རྒྱ་བོ་ཟེར་དེ་གི་ལོ་བརྒྱ་ཕྲག་མང་པོ་ལོས་དབང་བཞུར་བའི་སྐོར་དེ་ཨ་ཁ་ས་ཡ་ཚེ་གི་རྒྱལ་རབས་ཁོ་རང་གི་ནང་ལོགས་ལས་ཞིབ་གསལ་པོ་ཡོང་གི་ཡོད་རེད་ཟེར། དེ་ནས་ཕྱིས་སུ་ཡིན་ན་གོ་ཁ་གི་དབང་བཞུ་བྱས་པ་གོ་ཁའི་དབང་བཞུ་དེ་དུས་རིང་པོ་གི་བྱས་ཡོད་ས་མ་རེད། ཡིན་ན་ཡང་ལོ་བཅོ་ལྔ་ཉེར་བཞི་ག་ཚད་ཅིག་ཡོད་ན་གོ་ཁ་གི་དབང་བཞུ་བྱས་མྱོང་བ་དེ་ནས་དབྱིན་ཇི་རྒྱ་གར་གི་དབང་བཞུ་བྱས་པའི་སྐབས་སུ་དབྱིན་ཇི་ལ་ཕར་ཆོས་ནས་ད་ལྟའི་ཆ་ལ་རྒྱ་གར་གི་ཆ་ཞིག་ཆགས་བསྡད་པ། ཡང་ཕྱོགས་གཞན་པ་བཅས་ནས་ལུང་པ་ཁོ་རང་རང་ལ་གནའ་བོའི་སྐད་ངག་རྒྱ་རྒྱུད་དེ་འདྲ་ཡང་གཙོ་གཉིས་ཡིན་འདྲ་ཅིག་དང་ཡན་ལག་འདྲ་བ་མང་པོ་ཡོད་བསྡད་པ། ང་བསྡད་འདི་ལ་རྩ་བའི་ཆ་ཤས་གཉིས་ཡོད་རེད་ཟེར་ལག་ཡིན་པ། སྒ་པར་དང་ཀུན་སྨོན་ཟེར་གཉིས་ཡོད་པ་དེ་སྒ་པར་གྱི་རྒྱ་རབས་དང་ཀུན་སྨོན་ལ་ནང་བསྟན་གྱི་རྒྱ་རབས་ཟེར་ཡ་དེ་འདྲ། སྐྱ་འདི་གི་རྒྱ་རབས་ཟེར་ཡ་དེ་འདྲ། རྒྱ་རིགས་མང་པོ་དེ་འདྲའི་བཤད་འདུག་ཡིན་ན་ཡང་དེ་ཚོ་ད་གོང་དུ་ཞུས་པའི་རྒྱ་ཁབ་ཆེ་དེ་ཚོ་དབང་ཞུ་བྱས་ཡོང་དུས་ཡང་སྐུ་རུ་རྒྱ་ཕྲན་འདྲ་ཧོ་ཅེས་རྡོ་སུ་བྱས་ནས་བསྡད་གི་མེད་འགྲོ། འོ་དེ་འདྲའི་གི་ནས་དང་བཅས་ཆགས་བསྡད་གི་འདུག་དེ་ནས་མངའ་སྡེ་འདི་གི་ནང་ལོགས་ལ་ཕྱི་ལོ་བཅུ་སྟོང་མ་རེད།

སྨན་ནི་ཡར་འདེད་བགྱི་བ་ཡིན་ན་ག་ར་ཟེ། པི་ཏོ་ར་གྷ་ཟེ་བྱེད་འདུག་བ་མོ་དེ་གི་ནང་ལོགས་ལ་དེ་རྫོང་གཅིག་རེད་དེ་ནང་ལོགས་ལ་ནི་བོད་པ་མང་པོ་ཡོད་དེ་བོད་པ་ཟེ་གུར་བ་ད་བོ་ཏི་ཡ། དེ་ནས་རྫོང་གཉིས་པ་དེ་ལྕ་མོ་ལི་ཟེ་བྱེད་འདུག་བ་མོ་དེ་གི་ནང་ལོགས་ལ་བོད་པ་མང་པོ་ཡོད་དེ་བ་དེ་ནས་རྫོང་གསུམ་པ་དེ་ཨོ་ཏར་ཀ་ཤི་ཟེ་བྱེད་འདུག་བ་བརྡེག་གི་ནང་ལོགས་ལ་ཡང་བོད་པ་མང་པོ་ཡོད་འདོད་པ་གང་ལྟར་བོད་པ་དེ་ཚོ་དེ་གཙོ་བོ་རྫོང་ཁག་བདེ་སྲུང་གི་ནང་ལོགས་ལ་ཡོད་རེད། ད་བོད་པ་ཟེར་དུས་ཡང་གོ་ཐང་ག་ནས་གོ་འགྲོ་གི་ཡོད་ནི་འདི་ཚོ་དེ་འབོར་འདྲི་ཡོད་ཟེར་ཁོ་ཚོ་གནའ་སྔ་མོ་ནས་ཡོད་འདོད་པ། གནའ་སྔ་མོ་ནས་ཧོ་རྡོ་སི་ཁའི་ཨ་མི་རིག་ཆགས་ཀྱི་ཡོད་རེད་ད། ཡིན་ཡང་དེ་ད་བོད་རིག་འདྲ་བོ་ཁོ་འབོར་འདྲི་ཡོད་ཟེར་དུས་བོད་པ་གི་རིགས་རྒྱུད་དེ་ཚོ་ལག་ཏུ། མེལ་བོ་ཏི་ཡ་ནི་ཀི་ལི་བོ་ཏི་ཟེར་འདུག་ཁོ་ཚོས་ལབ་ཡོད་རེད་ད། ད་ལྟ་ཆོ་ལོ་རྒྱུགས་ས་དེ་ཨུ་ཏི་ཀ་ཧི་ཟེར་དེ་རེད་འདུག་ཨུ་ཏི་ར་ཁ་ནང་ལོགས་ལས་རྫོང་རྒྱུགས་སོང་ཡོད་པའི་ནང་ལོགས་ནས་རྫོང་ཨུ་ཏི་ར་ཀ་ཧི་ཟེར་དེ་གི་ནང་ལོགས་ལས་ད་ཁ་སང་ཆོ་ལོ་ཆས་ནས་རྒྱུགས་ས་གི་ས་ཆ་དེ་དེ་རེད་ཤག་ད་བོ་ཏི་ཡ་རྒྱུགས་ས་དེ་བདེ་ཤོག་ལུང་ཤོག་དེ་ཡིན་མིན་ངས་ཧ་གོ་མེད། དེ་ནས་ཁོ་རང་ཚོ་གི་སྡེ་ཤོག་བདུན་འདི་ལ་མིང་སོ་སོ་སོ་སོ་དང་དེང་སང་རྒྱ་གར་གི་སྐད་ཀྱི་ནང་ལོགས་ལས་ཡི་གེ་ཀྱི་ནང་ལོགས་ལས་ཐོ་འགོད་བྱེད་དགོས་དོན་མང་པོ་འདུག་བོད་པ་ཀྱི་གནའ་སྔ་མོ་ཤེས་ཡོན་གྱི་རོང་པ་ཟེར་ལ་ག་ཡོད་པའི་བཟོ་འདྲ་གྱི་འདུག་ཁོ་རང་ཚོ་སྡེ་ཤོག་མང་པོ་སྐྱེས་ཀྱི་སོ་སོ་ལས་རོང་རོང་ཟེར་ལ་ག་འདུག་ཨ།

ཏུ་ཚོགས་མང་པོ་ཅིག་གིས་ཞང་ཞུང་གི་སྐད་རྙིང་པ་དང་ནི་ཧི་མ་ལ་ཡར་རྒྱུད་ཀྱི་ཡུལ་སྐད་ཅིག་ཡོད་པ་དེ་གཉིས་ནས་གཙོ་བོ་ཕལ་ཆེར་བཏང་གི་ཡོད་རེད། དེ་ནས་སྤྱི་ལྡོག་དགུ་བརྒྱ་དྲུག་ཅུ་རེ་གཉིས་ལོ་ཡར་སྔོན་རག་ཅིག་ཆ་མཚོན་པ་ཡིན་ན་ད་ཁོ་ཚོར་ཤེས་སྟངས་སྐྱེ་བ་ཡིན་ན་མི་ཐུག་རིམ་པས་ཕ་རྒྱུད་སྤུན་ཟླས་བཅད་ནས་ནི་ཚོགས་ཀྱང་ཀྱང་བརྒྱབ་ནས་དུ་ནི་ཕ་བོད་འགྲོ་ནས་ཚ་དང་བེད་དང་ནི་ཉོ། ད་ལ་ཕ་ནང་ཚུགས་ནོ་རེད་ཡོད་རེད་བ། དེ་ནས་ལ་ཕ་རྒྱལ་བ་ཡིན་ན་དེ་ལེགས་པ་ཡོད་རེད། དེང་སང་གི་དབང་དུ་བྱས་པ་ཡིན་ན་ཡང་པུ་ཧྲེང་དང་རྩྭ་རང་ཟས་དེ་རྩྭ་མདའི་རྫོང་ཁོང་དོ་ལ། ཁ་སང་ངས་བལྟས་ཚེ་ཞུ་ཡིག་སང་སུ་སྟོད་ཁའི་རྒྱ་ཉི་མ་སེ་ཚོང་འདུས་ཀྱི་ཡོད་རེད་ཟེར་ཡིན་པ། འོ་དེ་ཚོ་ལ་ད་ཚོང་རྒྱབ་འགྲོ་དེ་ཉིད་ལྟེ་བ་དེ་འདི་ཚོ་རེད་འདུག་བ། དེ་ནས་ཕ་ཡིན་ན་ད་འཛག་བདེ་ལ་སོགས་པ་ཨ་ནེ་རྗེ་བུ་རམ་ལ་སོགས་པ་དགོན་འབྲོམ་ལ་སོགས་པ་ད་རྒྱ་གར་གྱི་ཐུན་ཁེ་དེ་ཚོས་ཕར་གྱིས་ཨ་བོད་ཐུན་མོང་ཐུན་ཁེ་ཚུར་ལེན་ནི་དོགས་ཟས་ཚོང་སྐྱེ་བོ་ཡོད་རེད་སྤྱི་ལྡོག་དགོས་ཆ་དྲུག་བཅུ་རེ་གཉིས་ལོ་རྒྱ་གར་དང་རྒྱ་ཉི་མ་རྒྱལ་བའི་རྗེས་ནི་ཨ་ཁོ་ཚོ་ཚོང་དེ་འགག་པ་རེད། དེ་འགག་ནས་ཁོ་ཚོ་ཡག་ས་ཁ་མཐོ་ས་ལ་ཡོད་མཁན་དེ་ཚོ་དེ་ནི་རིམ་པས་མ་དམའ་ས་དང་གྲོང་ཁྱེར་ནང་ལོགས་རེད། ནས་བོད་མདོའི་སྲོལ་རྒྱུན་གྱི་ཤོག་མཚོ་གཡག་གི་ལས་ཀ་འདི་ཚོ་ཡང་ད་ལྟའི་ཅག་ལས་ཞེ་དྲག་ཉུང་རུ་ཕྱིན་པ་རེད་སྲིད། ཡིན་ན་ཡང་ཁོ་ཚོ་གས་མི་རྒྱུད་སྲིད་གོ་མ་རེད་དེ་ཚོ་དེ་སྔ་སྡེ་ནང་ལོག་ནས་སློབ་སྦྱོང་གི་དེ་ཡག་པོ་ཆགས་ཏེ་ཡོད་རེད་ཟེར་ནས་ཨ་དོ་ཟེར་ལ་ག་འདུག་དེ་ནས་སྔ་སྡེ་དེ་ག་བ་ཡོད་མེད་ཀྱི་གནས་སྟངས་དེ་ཤེས་ཡ་ལས་ཡང་བསྐྱར་དུ་ས་མཚམས་དེ་ཚོ་ངོ་སྤྲོད་རྒྱུ་ཞུས་པ་ཡིན་ན་ད་ལྟ། སཱ་ར་དེ་གི་པི་ཐོ་ར་གྷ་སའི་རྫོང་གི་འདུ་བ་དེ་གི་བྱང་ངོས་དེ་དང་ལྷག་པར་དུ་དེ་བ་ཆུམ་ཆུམ་ཡོད་ས་དེ་པུ་རང་རྫོང་ཐོག་དེ་ཡོད་རེད། ཨ་ནི་ཁོ་རང་གི་ཤ་ཤོ་དེ་བལ་ཡུལ་རེད་དེ་ཡོད་རེད་བ། དང་འདི་གི་བལ་ཡུལ་འདིར་རྒྱ་ལག་ས་མཚམས་འདི་འདུག་ཟེར་མ་དེ་ཆ་དེ་ཡོད་རེད། དེ་ནས་སྐྱ་མོ་ལོ་ཟེར་ཡ་དེ་དང་ཨུ་ཏི་ར་ཀ་ཞིག་གི་བྱ་དངོས་དེ་ཚོ་དེ་དེང་སང་བྱས་པ་ཡིན། ཨ་ནི་རྩམ་དག་རྫོང་ཟེར་ན་སྔ་མོ་ཡིན་ན་ད་གོ་གེ་གེ་རྒྱ་ས་དེ་བ་ཡོད་ས་ད་འཁྲིག་འཁྲིག་ལེ་རེད། འོ་ལ་ཕ་ནོ་ཚུ་ནོ་རེད། མ་དོ་ཟེར་གྱི་ཆ་དེ་ཡོད་རེད་ད་ཨུ་ཏི་ར་ཀ་ཞིག་གི་ནི་ཡ། ནུབ་ཕྱོགས་ལ་ཕྱིན་པ་ཡིན་ན་ནི་ཧི་མ་ཅལ་རེད་བ་རྡ་རམ་ས་ལ་འདི་གའི་ཐག་པས་ནི་ཧོ་ཡ། ཀོ་ན་མ་ན་ལའི་འདི་བཀའ་ཤག་ཅི་ཅི་མ་མ་ཟེར་ཡས་བྱས་བ། དེ་རྗེས་དུས་འདི་མངའ་སྡེ་དེ་གའི་རྫོང་བཅུ་གསུམ་ནང་ལོང་ནས་རྫོང་གཞན་དག་བཅུ་དང་བོད་པ་ཡོད་ས་གི་རྫོང་གསུམ་དུ་བསྡུམ་པ་ཡིན་ན་བ་རྒྱའི་ཆེ་ཆུང་འདྲ་སར་བ་བོད་པ་ཡོད་ས་གི་ས་ཆ་རྫོང་དེ་གའི་ཆེད་འདུག་བ། ཧི་མ་ཅལ་མངའ་སྡེ་དེ་དེ་ག་རང་རེད། བོད་རིགས་གནས་སའི་ས་ཆ་དེ་ཚོ་དེ་དཔལ་ས་རྒྱ་ཆེན་པོ་ཡོད་རེད། རྫོང་དང་བཅས་ཉུང་ཉུང་ཡིན་ན་ཡང་ས་ག་ཆགས་དབང་དུ་བྱས་པ་ཡིན་ན་ཧ་ལམ་སུམ་ཆ་གཉིས་དགུ་དུ་ཟིན་ཡོད་རེད། འོ་དེ་གནས་གང་ལ་བཅུག་པ་རེད་ད་དེ་ནས་མ་བལ་ཡུལ་སོང་བ་ཡིན་ན་ཡང་བལ་ཡུལ་བཞག་ཆོག་བལ་ཡུལ་དུ་མ་བརྒྱུད་རྒྱུ་ཅོ་རོ་དེ་ཞང་ངོས་ཀྱི་ཕྱོགས་ཀྱི་རུ་རྒྱུད་དེ་གའི་ཚང་མ་ད་བོད་རིགས་འདྲ་བ་ཆགས་དེ་ཡོད་རེད་ཚང་མ་ཟེར་ན་འགྲིག་གི་མ་རེད་བ་རྩ་བའི་གི་ཁོ་རང་ཡུལ་གྱི་བདག་པོ་འདྲ་བ་དེ། དེ་ནས་པར་དང་པོ་དེ་ཁ་སང་ད་རང་གཞུང་གི་གནོད་འཚེ་ཆོས་ལུགས་རྒྱབ་སྲས་ཤོག་ན་འདྲ་ས་རུའི་རྒྱབ་སྲས་ཤོག་ན་འདྲ་ཤ་བོའི་རྒྱོགས་སྲས་ཤོག་ན་འདྲ་ད་དེ་ང་ཡིན་ན་ཏག་ཏག་ཅེས་ཞུ་ཤེས་ཅི་ད་རེད་མི་འདུག་ཨ་དེ་དང་འབྲེལ་ནས་གདུང་སེམས་མཉམ་བསྐྱེད་ཀྱི་སྐོར་དེ་གང་ལ་ངའི་ཡིག་ཐོག་ལས་ཕུལ་ཡོད་པ་དེ་རེད།

Translator། བརྗོད་ཡིག། བར་དུ་སྦྱོར་ཡག་གི་སྙིང་ཆེན་དེ་ཚོ་ནང་སྦྱོར་དུས་སྤྲིན་འབར་བ་ཟེར་ཡ་འདྲ་བ་ཅིག་སྦྱོར་ཡོད་མི་འདུག་ཨ། འོ་དེ་ཡང་ཀོ་བོད་པའི་གི་གོམས་སྲོལ་དང་ད་ལྟ་མཐུན་གི་མ་ཡིན་ད་ལྟ་སྤྲིན་འཐོར་བ་ཟེར་འདུག་ཟེར་རྒྱུ་མཁན་མང་པོ་བྱུང་ཡིན་ས་རེད་ད་ད་ཁྱེད་ཀྱི་སྤྲིན་རར་བ་དང

རྒྱ་གཞུང་སྐབས་ཀྱི་ཁྱེད། ས་དང་རྡོག་དང་མདའ་མ་རེད་དོ། བོད་རྡོ་ཆེན་པོ་དེ་འདྲས། ཨ་རྡོ་སི་མ་ད། ཁྱོད་རང་གིས་སྐྱོགས་ཡོང་དགོས་རེད་ཀོ་ས། གཟར་པོ་རོ། ད་འང་དུ་རྒྱ་དང་ངན་དང་དེ་འདྲས་ཤོག་ཆེན་པོ་ཡོད་ཡིན་ཙང། ང་ཚོ་སྔོན་མ་ལྷ་ས་ད་བ་ལོས།

Cloud Bats ཡིན་ན་རེད་མིན་ན་རེད་དབྱིན་ཇི་གི་མིང་ཡིན་ན་རྒྱ་གར་གི་ག་རེ་ཅིག་གི་མིང་དང་ཐ་སྙད་ཡིན་ན་ཡང་བོད་སྐད་ནང་ལ་བསྒྱུར་བའི་སྐབས་དུ་སུ་དང་པོ་དེ་དོན་སྒྱུར་བྱེད་དགོས་མ་དགོས་དེ་གནད་འགག་ཅིག་རེད། ད་དོན་སྒྱུར་བྱེད་པའི་དབང་དུ་བཏང་བ་ཡིན་ན་ནི་སྔར་བས་མེད་པ་ཅིག་བོད་ཀྱི། ད་ཡིག་ཐོག་ངག་ཐོག་གང་ལ་ཡང་མེད་བ་ཅིག་ཡིན་ན་ཀོ། ནི་དང་བཅས་རེད། དཔེར་ན་དེ་སྔ་དེ་དང་འབྲེལ་བའི་ཐ་སྙད་མེད་བ་ཡིན་ན། ནི་སྤྲིན་འཐོར་བ་ཟེར་ན་རེད་ར་བ་དང་ར་བ་དང། ད་རེར་སྦྱོར་བ་ཡིན་ན་ཕ་རྗེས་མ་འབྲེལ་བ་སྐད་ཡོད་མ་རེད་བསམ་འདུག་དེ་གཅིག་གྱུར་གྱི་ཆ་སོང་ཡིན་ན། དེ་འགྲིག་འདི་ཡོད་རེད་ལ་དེ་བོད་པ་གི་གཤིས་ཀ་འདྲ་དེ་ཡང་སླེབས་བསྡད་འདུག་བ། ད་ངས་གར་བསམ་གོ་རེ་ཟེར་ན། འདི་ཚོ་དེ་སྔ་བོད་པ་གི་ཐ་སྙད་ནང་ལོགས་ལ་ཡོད་བསྡད་བ། སྤྲིན་འཐོར་བ་དང་སྤྲིན་རལ་བ་དང། དེ་ནས་སྤྲིན་དར་བ་དང་ཟེར་དེ་ཚོ་ཡོད་བ་གང་ཞིག་ལས་ནི་ད་ལྟ་ང་ཚོ་གི་རྒྱུ་ཡོད་དེ་གི་ལྡོག་ཕྱོགས་ལ་བེད་སྤྱོད་བཏང་དེ་ཡོད་ཡིན་འདུག་ཟེར་ཆ་དེ་ཡོད་ཡིན་དུས། ནི་ང་ཚོ་དེ་ནི་ཕྱོགས་གཞན་པ་གྱིར་དགོས་ཡག་གི་ཆེད་དུ་བེད་སྤྱོད་བཏང་ཡོད་ན

ཁྱབ་མ་བོད་པ་བཅས་ཁྱབ་ཁ་བྱེད་པའི་སྐབས་ཀྱི་རྗེ་བར་བྱ་བའི་ཁྱད་ཡོད་ལ་ཡང་ནོ། དཔེར་ན་ཆ་བ་ཀ་བའི་སྐབས་སུ་རྡོ་སུ་བྱེད་དགོས་རེད་སྤྲིན་མཐོར་འཇོག་དགོས་རེད་སྤྲིན་རག་དགོས་རེད། དེ་ལྟར་དེ་ཡིན་དུས་ད་ལྟ་དེ་ཆ་བ་ཤོག་ཁྱམས་པ་བར་བའི་དོན་དག་ལ་ཡིན་ཙང།

ད་དེ་ཁ་སྐད་འགའ་རེ་ཁྱེད་ཚོར་བྱས་པ་ཡིན་ནའང་རང་ལོག་ག་རེ་བཞག་ཡིན་ཟེར་ན་ད་ནི། དེ་ཡང་ཡིན་ན་དེ་བོད་སྐད་ནང་ལོག་ལས། གསོལ་སྟངས་མང་པོ་བརྗོད་ཡ་འགྲོ་བ་སྲིད། དོན་སྒྱུར་བྱས་པ་ཡིན་ན། བཀྲིས་དགེས་པ་ཟེར་ན་ཡང་མི་འགྲིག་གི་འདུག་བཀྲིས་དགེས་པ་དེ་སྔོན་མ། དེ་ལྡོག་ཕྱོགས་ལ་བེད་སྤྱོད་བཏང་རྒྱ་བ་དེ་འདྲ་སྐད་མི་འདུག་ཨ། ངས་མཐོང་མ་སོད། ད་བརྒྱད་ཡོད་ས་མ་རེད། ད་དེ་ནི་བཀྲིས་འདོར་བ། རྡོར་བཟས་ཡོང་དུས་ག་ནས་ཡིན་ན་ཅིག་རྡོར་ཡོང་དུས་དེ་ནས་མ་ཅིག་དོན་ཡོང་གི་ཡོད་རེད་བ། ཁྱེད་ཚ་ད་ལྟ་འདིར་སྤྲིན་པ་ནང་ལོགས་ནས་ད་ཆར་བ་མང་པོ་ཞུ་བའི་རྒྱུན་ལྡན་མ་ཡིན་པ་མ་ཡོང་གི་སྐད་ཆ་ཡིན་ཚ་སྤྲིན་རྡོར་བ་ཟེར། དེ་ལས་ཁ་གསལ་ཚིག་དགོས་ན་སྤྲིན་རྐུབ་རྡོར་བ་ཟེར།

དེ་མ་ཡིན་པར་བརྡ་སྤྲིན་རལ་བ་དང་དེ་ནས་སྤྲིན་འཐོར་བ་དང་དེ་ཚོ་ལ་བ་ཡིན་ན། དེ་ཚོ་ལས་གནའ་སྔ་མོ་ཆར་པ་བབས་པའི་ལྡོག་ཕྱོགས་ཆར་པ་བབས་པ་ལས་སྤྲིན་ཚུར་འདུས་ཡོད་རེད་བ། འདི་ཕར་འཐོར་འགྲོ་བ་དང་ཕར་རལ་གྱི་དུས་ཆར་པ་བཏང་མེད་ཡིན་ཙང་ཆར་པ་དཀའ་བའི་སྐབས་ཀྱི་སྐད་ཆ་དེ་བཤད་གི་འདུག་བ། དེའི་སྐད་ད་ཁོང་འདྲ་བ་དེ་འདྲ་སྒུར་བ་དང་ལོ་རྒྱུས་རྙིང་པ་ན་ཡོད་རེད་ཟེར་དུས། མི་ཕོངས་མང་པོ་འདུག་དེ་གསོམ་ར་བར་བྱེད་ནས་མི་དཀར་དཀར་ཡིན་པ། བསྟན་འགྱུར་གྱི་ནང་ལོ་ལོས་བརྗོད་ཀྱི་རྒྱལ་པོ་སྤར་སྐྱེས་རྡོ་རྗེ་འདྲེན་བཞིའི་ཕོ་གཟུགས་ཤིང་ཕོ་གཟུགས་དྲི་མ་མེད་པ་གསལ་བྱེད་རོ་དེ་གི་ནང་ལོ་ལོས་རྡོ་གཟུགས་ཤིང་ཡིན་པ། སྤྲིན་དང་དྲ་བར་ཤེས་པར་བྱ་སྟེ་འདིར་དྲ་དེ་ད་ར་དང་དྲ་ལ་ཡི་དྲ་བྲིས་ཤིག་དེ་སྐབས་དེ་དུས་ཡི་གེ་དག་སྐད་གཅིག་པ་རེད་ད་ད་ར་དང་དྲར་ཟེར་དེ་སྤར་ར་དང་དྲ་ལ་ཡི་དྲ་དང།

དེ་ལས་གཞན་ནི་ཆོ་ག་གོ་ཐུབ་མ་རེད། སྤྲིན་དྲ་བའི་ཆོ་ག་ནི་དུར་ཁྲོད་ཀྱི་རས་ལ་ཉལ་བ་འདུག་ནས། ཞག་པོ་བཅུ་གཉིས་ཀྱི་ལ་སོགས་པ། ཨ་དེ་ག་ནས་འདྲ་བྱས་ན། གང་དག་རོ་ཡི་གདོང་གཡོགས་པའི་གོས་བླངས་ཏེ་གོས་དེ་ལ་ཉལ་བར་འདོགས་ནས་སྔགས་བཟླས་ཤིང་དྲ་བར་བཞག་སྟེ། བར་དོ་དྲ་བའི་དྲར། སྟབས་དེ་དུས་རར་ཟེར་ཡ་དེ། འདི་བེད་སྤྱོད་བཏང་ཐོག་མི་འདུག་ཨ། དངོས་གནས་བྱས་ན་འདི་བྱིས་པ་པོ་དང་འདྲ་ཡོང་དུས་རར་ཟེར་ཡ་དེ་དགོས་རེད། རར་ནི་གྲ་རེད་བ་ཁོ་གཉིས་བཞག་ཚེ། ཡུང་ཁེང་འདྲ་བ་དེ་གཅིག་རེད་ཁོ་གཉིས་རྒྱུག་འབྲེལ་ཆགས་ཡོད་རེད། སྐབས་འདི་ལ་འཇོག་གི་དེ་བེད་སྤྱོད་བཏང་དགོས་ཡོད་རེད་དེ་སྔ་སྔ་མོ། ང་ཚོ་བཀའ་བསྟན་དེ་ཚོ་མང་པོ་གཅིག་གི་ནང་ལོག་ལོས་དེ་གི་ཆེ་བ་ཞིག་ར་ཤེས་ཐོག་ཡོད་མ་རེད། ཤེས་ཐུབ་མཁན་ཁ་ཤས་ཡོད་རེད་དེ། རྒྱ་ཆ་དགུ་བཅུ་གི་སི་ཏུ་པན་ཅན་གི་སྔུན་ལ་ཞེ་འདྲེ་དང་ཞེ་མེད་དང་འདི་ཚོ་གི་དབྱེ་བ་དེ་ཞིབ་ཡོད་མ་རེད་དེ་གི་རེད། བ་བྱ་སྟེ་དང་སྔགས་ཀྱི་མདོ། ཨོམ་མ་ཨ་ཡ་ཤིང་དང་རྗེས་བཅིངས་པ་མ་ཀོ་ཀོ། སྭོ་ཧ་ཞེས་པ་ཇི་སྲིད་སྤྲིན་རྣམས་འཐོར་བར་འཇུག་པ་དེ་སྲིད་དུ་སྔགས་བཟླས་པར་བྱ་སྟེ། དེ་ལས་སྤྲིན་འཐོར་བར་འགྱུར་རོ། ད་དེའི་དན་རྟགས་ཏེ། ཧ་མོ་ཨ་ཡ་ཀའི་མི་འདའ། ཆགས་པ་རྒྱུན་ཆད་མེད་པར་བབས་ན། ལུང་པ་ཁྱུག་གང་འགྲོ་གི་རེད་རྒྱ་མཚོ་དང་གཅིག་པ་ཆགས་འགྲོ་གི་རེད་དེ་ཡིན་ཙང།

ཕྱག་འགྲམ་པ་ཆེ་ཟེར་མཁན་ཆེ་ཡིན་ནམ་ཟེར་དུས། ཕྱག་འགྲམ་པོ་ཆེ་ལས། ཤོག་ཚིག་ཆེ་དང་བེ་རི་བཏང་ཡོང་གོ་རེད། ཆར་ཆེ་ན་སྤྲིན་དྲ་བར་ཤེས་ཏེ་སྣོད་དུ་སྙོན་པ་འབོང་དང་བཞིན་སེམས་ཁྲེལ་བཞིན་དུ་སྐྱུག་གེ་པ་ལ་སོགས་པ་རོ་ཡི་གདོང་དཀར་པོའི་དུར་ཁྲོད་ཀྱི་རས་ལངས་པའི་དུམ་བུ་བཅས་ལ་ཉེ་བར་བསྡོགས་ནས། རས་དུམ་གྱི་གཡེང་ལ་སྔགས་བྲིས་ཏེ་བཟླས་ཀྱིས་ཕྱག་བསྙེམས་པའི་ང་རྒྱལ་གྱིས་མཐར་ཆེ་དང་ཉུང་ཀར་གཏོགས་ཀྱིས་སྤྲིན་དྲར་ཏེ་ཟིལ་ལ་འདོགས་ཏེ།

འདི་དེ་ཚོ་ལས་དེ་ཡང་ཡིན་ནའང་ད་ལྟ་ཆར་ཤུགས་མཁན་པོ་དཔའ་བོའི་གི་དོན་དག་ལས་སྤྲིན་ཐོར་བ་དང་ར་བ་དང་ར་བ་དང་དྲ་བ་དང་བྲེས་པ་དང་གྲུབ་པ་དང་ད་ག་རེ་ཡིན་ནའི་དེ་ཚོ་དེ་ད་ལྟ་བསྡད་གི་མི་འདུག་སི་ཨ་ནི་དངུལ་མ་གི་སྐད་ཆ་དེ་ཚོ་དེ་རྦད་དེ་འཕྲོ་ལོག་རྒྱག་དུ་ཨ་ག་སེ་དེ་འདྲས་ཀྱི་ང་ཚོ་ད་ལྟ་རྒྱུན་འཇགས་ཆགས་ཡིན་ནའང་སྔ་མོ་གི་ཡི་གེ་དེ་ཚོ་རྦད་དེ་ད་གོ་བ་མ་ལོན་བ་སེ་ད་གས་མི་ཐུབ་ཅི་དང་ག་སྲིད་པོ་རེད་དེ་གང་ད་དེ་ད་ལ་འགར་དེ་འདྲ་བ་ཅིག་ཏག་ཏག་ཆགས་བསྡད་གི་འདུག་བ། ཁྱེད་རང་གིས་ང་ཚོ་ཕ་ཡུལ་འདྲ་བ་བཅུ་ལ་ཆ་མཚོན་པ་ཡིན་ན་ཆ་པ་ཤུགས་ཁེ་གཞུང་ཁ་ནས་དེ་མཚོན་བྱེད་ཀྱི་ཐ་སྙད་མ་འདྲ་བ་བེད་སྤྱོད་བཏང་གི་རེད། ཆ་ཁེ་གཞུང་ཟེར་དུས་ད་སྤྱི་ཡོངས་ཀྱི་རགས་ཤིག་འདྲ་བ་ཆ་པ་ཆེན་པོ་བ་དང་ཆ་པ་ཆུང་ཆུང་བ་ག་ད་ཟེར་ཡ་འདྲ་བ།

ཇི་ལྟར་བསྟན་ཡོད་དུས་ནི་ཆར་པ་དྲག་ཆར་དཔའ་བོ་ཡོད་པ་ཡིན་ན་ཡང་རྒྱུན་ལྡན་དང་མ་འདྲ་བའི་ཞི་བ་ཅིག་འཇོག་ཡོད་ན་ནི་དེ་ལ་ཆར་འཇོག་ཟེར་ནས་འཇོག་དང་སྦྱར་ནས་འདོན་ཟེར་ལ་གོ་མེད་འགྲོ་བསམ་བསམ་གྱི་རེད། དེ་ལྟར་དེ་འདྲའི་གི་ཆ་ནི་ཡང་གོ་མ་འདྲ་མ་འདྲ་བ་དེ་འདྲའི་ད་དམངས་ཁྲོད་ལ་རྡོ་བསམ་བཏང་བསྡད་པ་ཡིན་ན་ཐ་སྙད་དེ་ཚོ་ངེས་ངེས་རྒྱུན་མ་ར་ཤ་བསམ་གི་འདུག་ཨ་འདྲ་འདྲ་ཅིག་སྤྲད་མཁན་མེད་པ་ཡིན་ན། ཡང་དེ་འབྲེལ་གྱི་ཡོལ་བ་དེ་སོ་སོ་གི་ཧ་གོ་མར་བ་རྟགས་ལ་མངོན་པར་ཞོན་བཞིན་དུ་རྟགས་གཉིས་རྒྱས་པར་འབྱོར་བ་ཡིན་སྲིད། ང་ཚོས་སྐད་ཆ་བཤད་ཡོང་དུས་དངོས་འབྱོར་རྗེས་འབྱོར་ཡང་འབྱོར་ཕོ་མོ་མ་ནིང་གི་འགྲོ་སྟངས་དེ་གི་རྟགས་རང་འགྲོ་བསྡད་གི་ཡོད་རེད་དེ། འོ་དེ་དེ་དེ་རེད་དེ་འདི་འདི་འདི་འདི་རེད་ཟེར་ལབ་མཁན་གྱི་མི་ནི་སོ་སོ་ཧ་གོ་མི་འདུག་ཨ། འོ་དེ་ནང་གི། ང་ཚོ་ཐ་སྙད་ནང་ལོགས་ལས། བསྡོད་ཟིན་འདུག་ཨ། ལྷ་དེ་དེ་ཞོན་ནས་བཟང་སུ་ད་འདི་ནང་ལོག་ལ་ཡང་དེ་འདྲའི་གི་ཐོག་ལས་དོ་ན་ནང་གི་དེ་འདྲའི་ཡོད་སྲིད་པ་རེད། ནི་དེ་འདྲའི་འདྲ་བ་ཡིན།